ཨོ་ཨེ་ནི་ཞལ་མཇལ་གནང་བས་ཞུ། ྋསྐྱབས་མགོན་རིན་པོ་ཆེ་སྐུ་དྲིན་དུ་འབར། རྒྱལ་བ་སྐལ་བཟང་རྒྱ་མཚོའི་ཁྲུམས་ཁང་ཁང་རྙིང་སྟ་སྟེ། ཁང་བུ་དེ་མི་ལོ་ལྔ་བརྒྱ་ལྷག་ཙམ་འགྲོ་དགོས་རེད་གསུང་གི་ཡིན། ཨེ་ནི། ཁོང་འཁྲུངས་པའི་འཁྲུངས་ལུགས་དེ་གཅིག་སྟོང་དོན་བརྒྱད་བཅོ་མེད་བརྒྱད་ལོར་ལ་ཡིན། གཟིམ་ཁང་དེའི་ནང་ལ་འཁྲུངས་རེད་གསུང་གི་ཡིན། འཁྲུངས་ཡུལ་དངོས་དེ།

རྒྱལ་བ་རིན་པོ་ཆེའི་སྐུ་མདུན་དུ་བོད་སྐད་སངས་རྒྱས་སུ་ཆོག་དཀའ་དེ་བྱས་ཏེ་འཁྲུངས་རེད་གསུང་གི་ཡིན། ལས་ནི་ཨ་ནེའི་ཡུམ་ལ་ཡིན་ནའང་རྒྱལ་བ་རིན་པོ་ཆེ་སྐད་སངས་རྒྱས་སུ་ཆོག་འཁྲུངས་པའི་སྐབས་ལ་ཡིན་ན། ཨ་ནེའི་སེང་གེ་འོ་མའི་བདུད་རྩི་ཐིགས་པོ་དེ་འདེགས་རྒྱབ་རེད་གསུང་གི་ཡིན། དུག་མི་དེ་ནི་མ་བྱེད་བཀག་དེ་ནི་མ་བྱེད་ཅིང། ཨ་ནེ་དེ་གའི་བཀག་གི་ཁྲིད་དེ་གའི་ཡ་དེ་གའི། དེ་གའི་བཀག་འབྲས་དུག་ལྔ་དེ་གའི། འོ་དེ་གའི་དེ་དག་དང་དུག་ཚན་རིལ་བུ་དེ་འདྲེས་ཀྱི་དེ་ནས་བརྟག་དཔྱད་ཅི་དུས་གཙང་པ་ཡ་དེ། སེམས་ཅན་གཞན་དག་གི་འོ་མ་མི་ཡིན་པར། ལྟར་འདྲེས་སེང་གེའི་འོ་མ་འདྲེས་ཡིན་པར་ནི་ར་སྤྲོད་བྱུང་རེད་གསུང་གི་ཡིན། ནི་ལྷག་པར་དུ་ཁོང་ཡུམ་གྱི་སྐུ་ལུས་ནི་གནས་འདི་ལ་འཁྲུངས་གནང་རྗེས་ནི་ཁོང་གིས། འདི་གའི་ཡིན་ནའང་ཨ་མ་ཁོ་རང་གི་ཡི་གེ་བྲིས་ཏེ་གསུང་གི་ཡིན། བཞུགས་སྲོལ་འདི་གའི་ཡོད། འོ་ད་དེའི་ཟུར་དེ། དེའི་ཟུར་དེ་ཁོང་གི་ཞབས་རྗེས་བཅས་འདི་གའི་སྤྱན་སྔར་སྦས་ཞེས་དང་འདི་གའི། འོ་དེ་སྐུ་སྐུ་ན་ཆུང་ཆུང་གང་གི་ཞབས་རྗེས། འོ་དེ་ཞལ་མཇལ་གནང་སྤེལ་ཞུ། ནི་ཚང་མ་ལ་གའི་དད་པ་དོན་ལ་སྔོན་དུ་བཏང་ནས་སོགས་མི་རྣམས་བསྟོད་པའི་ཞོ་ཐོ་ཆེ། འོ་དེ་གའི་གཟིམས་ཁང་ཁ། འོ་དེ་ཨ་ནི་དེ་ག་ཁོ་ན་ཚོའི། གཟིམས་ཁང་གི་མཆོད་ཁང་ཞལ་མཇལ་ཞུས་པའི་ཞོ། འོ་ཨ་ནི་སྐུ་མགྲོན་དེ་ཡག་པོ་ཅིག་བྱས་པའི་ཞོ་སྐུ་མགྲོན་དེ་ནི། རྒྱ་བོད་རིམ་གྱི་སྐུ་མགྲོན་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས་ཁོང་དགོང་ལོ་ཉི་ཤུ་རྩ་བརྒྱད་སྐབས་ཁོང་རང་གིས་ཕྱག་བཟོ་གནང་ནས་བཞེངས་གནང་བའི་ཁོ་རང་སྐུ་ང་འདྲ་མང་བྱས་སྟབས། ཁོ་རང་སྐུ་དངོས་ཀྱི་ཞབས་ནང་པའི་སྐུ་མགྲོན་གཉིས་ཡོད་རེད་བ་ལ། གཅིག་དེ་ད་ལྟ་དེ་ཁོ་རང་གི་དྲུང་ཁང་ཞིག་གི་ནང་གི་སྟེང་གི་གཙོ་བོ་དང་ང་ཚོས་མཇལ་རྒྱུ་ཏིག་ཏིག་དེ་བྱེད། གཅིག་དེ་ནོར་བུ་གླིང་གི་ནང་ཡོད་རེད་གསུང་གི་ཡིན། ཨ་ནི་ཁོང་གི་སྐུ་དེ་ཞབས་ནང་ཚར་བཅད་པའི་རྗེས་ལས་ཨ་ནི་དབུ་སྟོད་རིག་གནས་སྐར་རང་བྱོན་འཁྲུངས་རེད་གསུང་གི་ཡིན། དེ་གའི་དེ་གའི་དབུ་སྟོད་དེ་གའི་སྐར་རང་བྱོན་འཁྲུངས་འདུག་མ་ཡི་གེ། འོ་དེ་ཨ་ནི་རིག་གནས་ཟབ་ཆེན་པོའི་སྒང་ལ་ཡ། ཅིག་གི་བཀའ་དེ་ཡལ་བ་རེད་གསུང་གི་ཡིན། ཨ་མཆིས་སུ་དེ་གའི་འཕྲུལ་སེལ་རབ་གནས་དང་ཕྱག་མཆོད་པ་མང་པོ་ཕུལ་ཅན་ཡང་རང་ཤག་དེའི་བཀའ་འོད་ཟེར་དུ་འཁྲུངས་ཅན། བཀའ་དེ་ནས་འོད་ཟེར་མང་པོ་ཞིག་འཕྲོས་རེད་གསུང་གི་ཡིན། ཨ་ནི་འཁྲུངས་ཁང་ཞིག་གི་རྟེན་གྱི་གཙོ་བོ་དེ་ཡག་པོ་བྱས་པས་ཤོག། འོ་དེ་གས་ཨ་ནི་ཡག་པོ་བྱས་ན་འདྲ་དེ་གའི་རྟེན་གཙོ་ཁོ་རང་སྐུ་ངོ་མས་ཆགས་སུ་བཙལ་བས།